དམིགས་བསལ་གྱི་བརྗོད་གཞི་འདྲ་བོ་འདི་འདྲ་གལ་མེད་ཡིན་ན་ང་རང་གིས་དེ་རིང་ཚོར་བ་ཅིག་བཤད་ཀྱི་ཡོད་ཚོར་བ་བཤད་དགོས་ཡ་དེ། ཏག་ཏག་སྤྱི་ཚོགས་ནང་ལོག་ལ་འདུག་ས་ལྟག་བསྡད་འདུག་བརྩམས་པ། གང་ཟག་བྱེ་བྲག་པ་མི་བྱེ་བྲག་པ་གཅིག་གིས། ཨ་ནི། འདི་འདྲས་ཅིག་གསུངས་ཅེས་ཕེབས་བསྡད་ཀྱི་འདུག་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནང་ལོག་ལ་སྐྱག་མགོ་རིམ་གྱིས་འདི་འདྲས་ཞུས་བྱས་ཡ་དེ། ཨ་ནི། ཚོགས་པ་བྱེ་བྲག་པ་ཙམ་གཅིག་གི་མ་རེད། དེ་ཡང་མི་གཞན་པ་གཙོ་གལ་རེད་ཟེར་མཁན་ལ་སོགས་པ། ཨ་འདི་ག་ནང་བཞིན་གཅིག་གིས་ད་ལྟ་བར་དུ་ཆོལ་ཁ་འདིས་ཀྱིས་ལས་ཀ་ག་རེ་བྱས་པ་ཡིན་ན་གཅིག་སྒྲིག་གི་ངོ་བོ་ལ་བརྟག་བྱས་ཨ་ཆོལ་ཁ་འདིས་ཀྱིས་བྱས་ཤ་བ་འདི་གསལ་པོ་ཞིབ་པོ་ཅིག་ཡིན། ཨ་ནི་དཔེ་མཚོན་འདྲ་བོ་ཅིག་ཁོ་རང་ཚོས་ཁོ་རང་གི་འདི་ག་འདྲི་རོགས་བཤད་ཀྱི་འདུག་ན་ཟོང་རྡོ་རིང་ཅིག་ཡིན་ན་འདྲ་འདུག་ད་ག་ནང་བཞིན་གཅིག་གིས་བཀའ་ཟུར་ཨ་ད་སྐུ་ངོ། མཁས་དབང་བློ་བཟང་སེང་གེ་ལ་ཡིན་ན་གྲགས་འདུག། ད་ག་ན་ཞིག་དང་འདས་ཀྱི་དང་དོན་སྲིད་སྐྱོང་གཙོས་སྤེན་པ་ཚེ་རིང་ཡིན་ན་གྲགས་འདུག། གལ་ཏེ་ཆོལ་ཁ་འདི་གི་གཅིག་སྒྲིག་གི་ངོ་བོ་ནང་ལ་མ་བརྟགས་པ་ཡིན་ན་ཟོང་དུ་རིམ་བཅས་དཀའ་ལས་འཁྲི་བ་ཆགས་ཡས་ཡོད་མ་རེད། བློ་བཟང་སེང་གེ་ཆགས་ཡས་ཡོད་མ་རེད། སྤེན་པ་ཚེ་རིང་ཡང་དཀའ་ལས་འཁྲི་བ་ཆགས་ཡས་ཡོད་མ་རེད་ཚད་ཅིག་འདུག་ཞེས་ཅིག་གསུངས་ཅིག་ཕེབས་བསྡད་ཀྱི་འདུག་ད་ང་རང་སྒེར་གཅིག་གི་ཚོར་བ་ཡིན་ད་ག་ན་ཞིག་བསྟན་འཛིན་ཞི་ལ་ཀས་ག་དུས་གསུངས་འདུག་བས་ང་རང་ཚོ་སོ་སོ་གི་ཚོར་བ་བཤད་དགོས་པ་རེད་མ་གཏོགས་བྱེ་བྲག་པ་གཅིག་ལ་གཞི་མེད་ཀྱི་སྐྱེ་མཛུད་དང།

རྒྱལ་ཁབ། ཨ་ནི་མི་རིགས་ཀྱི་ཆེད་དུ་སོ་སོ་འགན་འཁྱེར་བའི་གི་རྟགས་མཚན་ཅིག་རེད་ད་རོ། ཡིན་ནས་དེའི་ནང་ལོགས་ལ་ང་རང་ཚོ་དམངས་གཙོ་ཡང་དག་པའི་གི་ད་དམངས་གཙོ། དམངས་གཙོ། གི་རྒྱལ་ཁབ་ཅིག་གི་ཨ་ནི་མི་སེར་ཅིག་ཡིན་དུས་ཙམ་པ་ལ་རོ་ཨ་ནི་དམངས་གཙོའི་ནང་ལོགས་ལ་ཐོབ་ཐང་ཆ་ཤས་ཅིག་ལེན་དགོས་རོ་ཡ་དེ་ཡིན་དུས་ཙམ་པ་ལ། འདི་ལ་ད་སོ་སོ་བསམ་འཆར། བསམ་འཆར། བསམ་འཆར་དེ། ཅིག་བཤད་བ་ར་ཅིག་ཡིན་ན་ཡ། དོན་དག་རྡོག་རྡོག་ག་ལ་ད་བསམ་འཆར་བཤད་བ་ར་ཅིག་ཡིན་ན་འདི་ང་ཚོ་ཅི་ལ་ཕན་ཡ་གི

ང་རང་ཚོ་ཚང་མས་ཀྱི་མི་གཅིག་ཡིན་དུས་ཙམ་པ་ལ་ང་ཚོས་འདི་ལ་ཕྱི་ཆོལ་ཡ་གི་ཐོབ་ཐང་ཡོད་རེད་འདི་ཡིན་དུས་ཙམ་པ་ལ་ངེད་ཀྱིས་ད་ད་རིང་འདི་ལ་ངའི་བདེ་དོན་ཟླ་བ་ཚེ་རིང་གི་སྐོར་ལ་ཅིག་རེད་བསམ་གི་འདུག་རོ་ཡ་ཅི་ཐང་གི་ཤེས་ཐང་ཅིག་ཡོད་རོ། ད་བདེ་དོན་ཟླ་བ་ཚེ་རིང་འདྲ་བོ་ཅིག་ཡིན་པ་ར་ཅིག་ཡིན་ན་ད་ད་ད་ཡུ་རོབ་ཁུངས་ལ་འགྲོ་ནས་ཁ་སང་ཨེ་འདྲ་བྱས་ནས་སྐད་ཆ་མང་པོ་ཞུ་ཤེས་ཀྱི་འདུག་རོ་ཡ། སྐད་ཆ་བཤད་དུས་ཙམ་པ་ལ་སྐད་ཆ་ཉན་པའི་གི་བརྒྱུད་རིམ་ནང་ལོགས་ལ་ལྟ་ཡོང་དུས་ཙམ་པ་ལ་དངོས་གནས་ཁོ་རང་ཨ་ནི་འདི་ཅིག་ང་ལ་འཚོ་བ་གན་འདྲ་འདྲ་བོ་ཅིག་སླེབས་སོང་ན་ང་ཚོ་གཉིས་མ་བོད་དེ། སུ་ལ་ཞེས་བསྒོ་ར་རྒྱ་མི་ལ་བཞེས་ནས་ད་ང་ཚོ་རྒྱ་ནག་རྐྱང་རྐྱང་རྒྱ་ནག་རྐྱང་རྐྱང་ལ་དེ་བསྒོ་ར། ད་ང་ཚོ་རྒྱ་ནག་ལ་གནའ་སྔ་མོ་ཡིན་ན་རྒྱ་མི་ལ་བཞེས་ནས་ང་ཚོ་བོད་དེ་རྒྱ་མི་ལ་བཞེས་བསྒོ་ར། ད་ད་རི་ཁ་སང་ང་ཚོ་ག་ཚེ་བསྒོ་ར་ལ་ན་ད་རི་ཁ་སང་ང་ཚོ་ག་རེ་བསམ་འདོད་ཡོད་ལ་ན་ད་ང་ཚོ་ང་ཚོ་ཚང་མ་དབུས་གཙང་ཡིན་མ་ལ་ན་ཨ་ནི་ཞེ་སྣང་ལེ་ཡ་འདྲ་བོ་ཅིག་ཡོད་བོད་བོད་ལ་དུས་ཙམ་པ་ལ་དབུས་གཙང་ཡིན་དགོས་ཡ་འདྲ་བོ་ཅིག་མི་འདོད་དེ་འདྲའི་གི་ཚོར་བ་ཤུགས་ཆེན་པོ་ཅིག་སྐད་ཆ་ནང་ལོག་ལ་ང་ང་རང་གི་གོ་ཐང་འདྲ་བོ་ཅིག་རེད་ད།

གང་ཡིན་ལ་ན་མི་ཁོ་རང་གི་ནི་ད་ལྟ་ད་རྒྱུད་རིམ་ནང་ལོགས་ལ་མ་ལྟ་བ་ར་ཅི་ཡིན་ན་ཇེ་རྗེས་ལ་ལྟ་བ་ར་ཅི་ཡིན་ན་དངོས་གནས་ཁོ་རང་རོ་ཡ་འདི་མ་ཅིག་ལྟ་ཡིན་དུས་ཙམ་པ་ལ་ལབ་རྒྱུ་གླེང་རྒྱུ་མང་པོ་ད་ཡག་པོ་མང་པོ་བྱེད་ཡོད་རྒྱུ་ར་ད་ཡིན་ནས་ལབ་རྒྱུ་གླེང་རྒྱུ་འདི་ལ་ལྟ་ནས་ང་ང་དབུས་གཙང་པ་ཅིག་ཡིན་ཡིན་ནས་ཟླ་བ་ཚེ་རིང་གི་དབུས་གཙང་པ་དེ་མེད་ད།

དཀྲུག་ཤིང་རྒྱག་གི་འདུག་ལོ་རྒྱུས་ཤེས་ཀྱི་འདུག་རེད་བ། ལོ་བཞི་བརྒྱད་ཀྱི་སྔོན་ལ་ལོ་རྒྱུས་ཁུངས་ལྡན་མིན་པ་རྫུན་མ་ཡིན་པ། ཆོག་ཤེས་ཀྱི་ལོ་རྒྱུས་ཡིན་པ། ལོ་བཞི་བརྒྱ་སྔོན་སྐད་ཆ་བཤད་ཀྱི་འདུག་མངའ་རིས་ལོ་བཞི་བརྒྱ་སྔོན་ལ་དབུས་གཙང་ནང་ལོགས་ལ་ག་བ་ཡོད། ལོ་བཞི་བརྒྱ་ཀྱི་ད་ང་ཚོ་ད་མགོ་མ་ཚོས་ངེས་དོན་རྩོད་ཀྱི་ད་རེད་བསམ་གྱི་རེད་བ། ད་མངའ་རིས་འདྲ་བོ་ཅིག་ཡིན་ན་ལོ་བཞི་བརྒྱད་ཀྱི་ལོ་རྒྱུས་ནང་ལ་མངའ་རིས་ཡོད་རེད་བས།

ང་རང་བསམ་ཚུལ་རེ་ད་རོ་རོ། རོ། འདི། ཨ་མ་ལ་འདི་དཀྲུགས་ཤིང་རྒྱ་ཡ་རང་གི་སྐད་ཆ་ཤེས་ཀྱི་འདུག་རོ། ད་དོན་དག་རྡོག་རྡོག་བཤད་ན་རོ། ལོ་བཞི་བརྒྱ་ནང་ལོགས་ལ། བྱོན་ཡོད་ན། ཞབས་འདྲེན་ག་ཚོད་ཞུས་ཡོད། ང་ཚོ་དབུས་བོད་གནས་སྟངས་ག་ལ་དཀའ་བོ་འདི་རེད་ནག་པོ་འདི་རེད་ང་ཚོ་ག་རེ་སྦྱང་དགོས་འདུག་གོམ་པ་མདུན་ལ་རྒྱ་ཡ་ལ་ང་ཚོ་དབུས་གཙང་པ་ཅིག་ཡིན་ན། ཨ་ནི། ང་རང་ཚོ་གི་ག་རེ་ཕྱུག་ཤ། རོ། བོད་པ་ཅིག་ཡིན་པའི་ཆ་ནས་ག་རེ་ཕྱུག་ཤ། ཆོལ་ཁ་གསུམ་གྱི།

དགུང་ལོ་བཅུ་དྲུག་ལ་བདེན་བྲལ་གྱི་རྩིས་བརྒྱབ་ནས་མི་འདོད་བས་སོ་སོ་མགོ་ལ་ཁྱི་ངན་མ་འཕྲོ་ནས་མིང་ཆད་སོ་སོ་མགོ་ལ་ཁྱི་ངན་མ་འཕྲོ་ནས་འདུ་འཛོ་བཞག་འདི་ངའི་མི་འདུ་འཛོ་སུ་རེད་ད་ཟོང་རྡོ་རིན་པོ་ཆེ་དང་མང་པོ་ཅིག་ག་དུས་ཡིན་ན་ཟོང་རྡོ་རིན་པོ་ཆེ་སྐུ་པར་དེ་རྒྱབ་ལོག་ལ་ད་རི་ག་ཟང་ཟོང་རྡོ་རིན་པོ་ཆེ་དངོས་གནས་ཁོ་རང་འདི་ཆགས་ཀྱི་འདུག་བ་ག་ལ་འོ་རེད་ད་ཟོང་རྡོ་རིན་པོ་ཆེ་དགུང་ལོ་བགྲེས་རུ་འགྲོ་གོ་རེད་རོ་བ་འདི་ཡིན་དུས་ཙམ་པ་ལ་ཟོང་རྡོ་རིན་པོ་ཆེན་གྱི

བོད་རྒྱལ་ཁབ་དང་མི་རིགས་ལ་ཕན་གྱི་རེད་བས་ལ་ན་ཕན་གྱི་མ་རེད་བསམ་གྱི་འདུག་གནོད་གི་རེད་བསམ་གྱི་འདུག་ཁོ་རང་ཚོ་ཆབ་སྲིད་ཀྱི་ད་དོན་དག་རྡོག་རྡོག་དབུས་གཙང་པ་དབུས་གཙང་པ་དབུས་གཙང་པ་མང་པོ་ལ་གོར་ཆོ་ག་གསུམ་གྱི་ནང་ལོགས་ལ་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ནང་ལོགས་ལ་ཆོ་ག་གསུམ་གྱི་རོ་སྤྱི་མཐུན་རྣམ་པ་ལ་གཟིགས་དང་སྤོ་མོ་ཚང་མ་དབུས་གཙང་ནང་ལ་ཡོད་རེད་ཁོ་རང་ཚོ་དབུས་གཙང་ལ་ཞེན་ཁོག་དེ་འདྲས་ཡོད་བ་དང་ཁོ་རང་ཚོ་དབུས་གཙང་ལ་དངོས་གནས་ཁོ་རང་གི་དོ་སྣང་བྱེད་བའི་དབུས་གཙང་ལ་ཁ་ཞེ་གཉིས་མེད་ཀྱི་ཐོག་ནས་རོ་ལུས་ངག་ཡིད་གསུམ་ཐོག་ནས་ཡོད་བ་ར་ཅི་ཡིན་ན་ཁོ་རང་ཚོ་གི། རྐུབ་བཀྱགས་ཏེ་གཞོན་སྐྱེས་ལ་རྩིས་སྤྲད་དང། ང་ཚོ་ཡི་གེ་ལ་བཙན་བྱོལ་སྤྱི་ཚོགས་ནང་ལོ་ལ་དབུས་གཙང་པ་གང་ལ་དེ་ངེས་ཏེ་དབུས་གཙང་པར་སློབ་སྦྱོང་མེད་བ་མ་རོ་བ། དབུས་གཙང་པར་འཇོན་ཐང་མེད་བ་མ་རོ་བ། དབུས་གཙང་པ་ལ་གཞོན་སྐྱེས་ཚོ་ལ་སློབ་སྦྱོང་མེད་བ་དང་འཇོན་ཐང་མེད་བ་དེ་འདྲས་མ་རོ་བ། ཁོ་རང་ཚོ་རྒན་གོག་རྐྱང་རྐྱང་ཡི་གེ་ལ་བསྡད་ནས་རོ་བ། ས་ཆ་བཀག་དོན་ལྟ་རྟོག་ཐོག་ད་རིང་གི་སྐད་ཆ་བཤད་དེ་སྐྱོ་སྟེ་ཟླ་བ་ཚེ་རིང་ལ་ཕན་ཐོགས་ཡས་ཅིག་རེད་མ་གཏོགས་ཁོ་རང་སྒེར་ལ་ཕན་ཐོགས་ཡས་ཅིག་དང་ཁོ་རང་ཚོ་གི་སྡེའི་རྒན་རྒོན་ཁ་ཤས་ཅིག་གི་ཡི་གེ་སྒང་ལ་དབུས་གཙང་གཟིམས་དེ་སྐྱོ་དེ་གི་ཕན་ཐོགས་ཡས་ཅིག་རེད་མ་གཏོགས་འདི་དབུས་གཙང་པ་བྱེ་བྲག་ཅིག་པ་བྱེ་བྲག་པ་ཅིག་ལ་རོ་ཨ། དབུས་གཙང་སྤྱི་ཡོངས་ལ་ཕན་ཐོགས་ཡས་སྐད་ཆ་མ་རེད་ད་འདི་བྱེ་བྲག་པ་ཅིག་ལ་ཁེ་ཕན་ཐོགས་ཡས་སྐད་ཆ་རེད་ད་ལྟ་འདི་ལ་ཁོ་རང་ཚོ་དབུས་གཙང་ལ་དངོས་གནས་ཁོ་རང་སེམས་ཤུགས་ཡོད་བ་ར་ཅིག་ཡིན་ན་རོ་ཨ་ཡ། ང་ཚོ་ག་བ་འཛམ་བུ་གླིང་གི་སྡིངས་ཆ་ག་བ་ག་ལ་བཞག་བ་རང་ཅི་ཡིན་ན་ལྷ་རྒྱ་རི་རྣམ་རྒྱལ་གྲོ་ག་འདྲ་བོ་ཅི་ཡིན་ན་སྐྱབས་མགྱོགས་སྨེ་བ་ཁོ་རང་ཚོ་དབུས་གཙང་པ་ལ་ཨ་ཏི་གཞོན་སྐྱེས་དེ་འདྲས་ལ་གོ་སྐབས་མ་སྤྲད་ནས་ད་འདོད་གཞོན་སྐྱེས་དེ་མ་སྣེམ་ཡག་རྩིས་བརྒྱབ་ནས་ཨ་ནི་ད་རི་ག་ས་གཞོན་སྐྱེས་རྙི་མ་ར་འོ་ལ་སོ་ལ་སོ་ཆེ་ལེ་རྐྱང་ཀུ་གུ་གུ་ཆིན་འགྲོ་ངན་དེ་འདྲས་མ་རོ་བ་མི་སློབ་སྦྱོང་ཡོད་རེ་དུས་རབས་ཉི་ཤུ་རྩ་གཅིག་པའི་གཞོན་སྐྱེས་ཡིན་དུས་ཙམ་པ་ལ་ལྷ་རྒྱ་རི་རྣམ་རྒྱལ་གྲོ་ག་འདྲ་བོ་ཅི་ཁོ་ཚོ་བ་ལ་སྒུར་གོ་བ་མ་མ་སྒུར་དུས་ཙམ་པ་ལ་ང་ཚོས་ཀྱི་ལག་པ་བ་ནི་ད་ཤོར་འགྲོ་གི་འདུག་བསམ་དུས་བརྩམས་པ་ལ་སྡུག་ཅག་བཟོས་ཤ་ཡ་ཅིག་ཨོ། ཡ་ཡ། འདི་དབུས་གཙང་པ་གི་མགོ་འཚོས་གོ་རེད་བསམ་གི་འདུག་ངེད་ཀྱི་དབུས་གཙང་པ་ཡིན་པ་ར་ཅི་ཡིན་ན་མགོ་འཚོས་གོ་རེད་བསམ་གི་འདུག་དངོས་གནས་ཁོ་རང་ཁོ་ཚོས་ཀྱི་ཁ་ཞེ་གཉིས་མེད་ཀྱི་ཐོག་ནས་སེམས་ཤུགས་ཡོད་བ་ར་ཅི་ཡིན་ན་གཞོན་སྐྱེས་ལ་སྤྲད་ད། མདོ་སྟོད་ནང་ལོགས་ལ་གཞོན་སྐྱེས་རྒས་མགོ་ག་ཚོད་བསྡད་དོ། ལྟ་ཡ་ཡོད་ར། རེད་རེད། མདོ་སྨད་ནང་ལོགས་ལ་རྒས་མགོ་ག་ཚོད་བསྡད་དོ། རོ་ཨ། ང་ཚོས་ཡི་གེ་ལ་རོ་ཨ། སོ་སོ་གི་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ལས་ཀ་བྱེད་ཁ་དང་པོ་རོ་ཨ། རྒན་གསོ་ཁང་སྒོ་ཕྱེ་ཁ་དང་པོ་མ་རོ་ཨ། དེར། ཁོ། རོ་ཨ། ཁོ་རང་ཚོ་ཡང། ད་ནི་མི་ཚེ་གང་ཟག་ཨེ་འདྲི་བྱེད་ནི་རོ་ཨ། དཔའ་བར་བློས་མ་བཏང་ནི། སོ་སོ་གི། དཔའ་བར་དེ་བློས་བཏང་མ་ཐུབ་ནི་རོ་ཨ། ཨ་ནི་འདི་སྐད་ཆ་བཤད་ཡས་དེ་ཚང་མ། ཆོ་ག་གསུམ་དཀྲུག་དཀྲུག་བཏང་ཡས་ཀྱི་སྐད་ཆ་རྐྱང་རྐྱང་བཤད་ནི་འདི་ཡིད་དེར། དོ། རོ། འདི་དངོས་གནས་ཁོ་རང་ང་དབུས་གཙང་པ་ཅིག་ཡིན་ང་དབུས་གཙང་པ་གི་ད་མི་འདི་བས་དངོས་གནས་ཁོ་རང་ཟླ་བ་ཚེ་རིང་གི་དབུས་གཙང་པ་ད་མེད་ད་ད་རི་ཁ་སང་འདི་རེད་ཤག་ད་ཟླ་བ་ཚེ་རིང་གི་དབུས་གཙང་དང་དངོས་གནས་ཀྱི་དབུས་གཙང་པ་ལ་ནི་རོ་ད་འདི་འདི་ང་ཚོ་བོད་པ་གི་དབྱེ་བ་བཅད་དགོས་དུ་མ་གཏོགས་རོ་དངོས་གནས་ཁོ་རང་དབུས་གཙང་ཞབས་འདྲེན་ཞུ་ཡས་ཀྱི་དུས་ཚོད་སླེ་ཤག་ད་མི་འདུ་འཛོ་ལག་པ་ལ་བཞག་ན་རོ་བརྒྱ་ཆ་བརྒྱ་ནས་བརྒྱ་ལུང་པ་གི་ཞེན་གོག་ཅིག་དང་དེ་འདྲས་བྱེད་ནས་རོ། ང་ནི་དངོས་གནས་ཁོ་ལ་ཟླ་བ་ཚེ་རིང་ལུང་པ་ག་ནས་ཡིན་མེད་ག་ང་ཡི་དེ་འདྲའི་ཧ་གོ་མེད་ད་ང་དེ་འདྲའི་ལྟ་ཡི་མེད་ད་ང་རང་དབུས་གཙང་པ་ཡིན་པའི་ཆ་ནས་ཁོ་ཚོ་དབུས་གཙང་བའི་ལས་ཀ་ཏག་ཏག་བྱེད་ཀྱི་འདུག་བས་མི་འདུག་བས་རེད་བ། དེ་རེད་ལྟ་བ། དོག་པོ་ངོ་ནས་དེ་ཆགས་ཀྱི་འདུག་དུས། ད་དབུས་གཙང་པ་གི་ལོ་བཞི་བརྒྱད་ཀྱི་སྐད་ཆ་ཞེས་བརྗོད་དུས། ཆིང་ཡིས་དོན་ཚན་བཅུ་བདུན་སུའི་སར་བརྒྱབ། རྒྱལ་བ་རིན་པོ་ཆེ་ལ་དགུང་ལོ་བཅུ་དྲུག་ནས་ད་ལྟ་བར་དུ་རྩིས་སུས་བརྒྱབ། རེད་བ། ད་དེ་རེད། ལྟ་བར་དུ་དབུས་གཙང་པ་གི་ཞབས་འདེགས་ཞུས་མེད་བླ་ན་རེད་བ། རྒྱལ་བ་རིན་པོ་ཆེ་ལྡི་ལི་གི་ད་ལྟ། ཨ། སྐོར་ནང་ལོགས་ལ་སུས་ཀྱང་ཚང་མ་ཡིད་ལ་ཕག་འཛུགས་ཀུ་ཚུགས་སོ་སོ་ལ་ཚུགས་འཛུགས་ཀུ་ཚུགས་ཡོད་དེ་མ་ཚུགས་བ་བྱེད་ནས་འོ་ནི་རེད་ང་དེ་ཡང་ངའི་དབུས་གཙང་པ་འདབ་ཡག་ཅིག་དང་དབུས་གཙང་དུ་ཚོ་ཅིག་འདུག་ག་རེད་ལ་ཡ་འདི་སྐད་ཆ་མར་ད་ཡིན་ནས་བཤད་ཡ་འདི་ཏག་ཏག་ཤེས་ཀྱི་མི་འདུག་གཙང་མ་ཤེས་ཀྱི་མི་འདུག་སྐད་ཆ་ཨ་ནི་ལུ་གུ་ཁ་ཁ་ཁྱོ་ཁ་ཅིག་བཤད་ན་སྐད་ཆ་ཁ་ཁ་ཁྱོ་ཁ་མང་པོ་དོན་ཡོང་གི་རེད་རེད་འདི་སྐད་ཆ་འདི་ཁོ་རང་ཚོ་གི་བྱས་རྗེས་ལ་བརྟེན་ནས་དོན་ཡོང་རྒྱུ་རེད་ད། རོ་ཡ། ང་རང་བསམ་ཚུལ་དེ་འདྲ་ལྟ་བུ་ཡོང་ཞིང་ང་ཚོ་གཉིས་མ་དུས་ཚོད་ལ་ད་བོད་རྒྱལ་ཁབ་རྒྱ་མི་ལ་ཤོར་རེད་ལ་རོ་ད་ད་རི་ཁ་སང་དཀོན་མཆོག་གསུམ་དབུས་གཙང་ཡིན་མ་ལ་ན་ཨ་ནི་ཅིག་ཞེ་ནང་སྐྱེ་ཡ་འདྲ་བོ་ཅིག་ཡོད་ཆོལ་ཁ་ཞེན་པ་དེ་ཚོ་ལ་ཞེ་ནང་ལངས་ཡ་འདྲ་བོ་ཅིག་ཁྱོད་རང་ཚོ་ང་ཚོ་མི་མང་ང་ཡོད་ང་ཚོ་བྱེད་བྱེད་ཡོད་ང་ཚོ་ཅིག་བྱེད་ཡ་ཡིན་མི་འདོད་ཁ་བཙུམ་འོས་ཤོག་བླུག་དགོས་དུས་ཙམ་པ་ལ་བླུག་ལ་ཡ་འདྲ་བོ་དང་དེ་འདྲའི་གི་སྐད་ཆ་དེ་ཚོ་ཅིག་བཤད་ཡོང་དུས་ཙམ་པ་ལ་རོ། ང་རང་ཚོ་ཆོལ་ཁ་གསུམ་ནང་ལོགས་ལ་མི་འབོར་ཉུང་ང་འདི་འབུར་འཇོམ་བྱས་ཀྱི་རྩིས་རྒྱག་གི་འདུག་འདི་ཡག་པོ་མ་རོ་བ་དངོས་གནས་ལ་ཡིན་ད་ང་ཚོ་ད་ཐ་ན་ང་ཚོ་གི་དམངས་གཙོ་གི་སྒྲོམ་གཞི་གཅིག་གི་ནང་ལོགས་ལ་འོས་བསྡུ་འོས་ཤོག་གི་ཐོག་ནས་སྐད་ཆ་བཤད་ཡིན་གོར་སྐད་ཤུགས་འདི་འོས་ཤོག་གི་ཐོག་ནས་དོན་ཡིན་གོར་ད་ཁོང་ཚོ་འོས་ཤོག་གི་ནུས་པ་འདི་ཡོད་མདོག་མདོག་བྱས་ནས་ཨ་ནི་འབུར་འཇོམ་བྱས་ཀྱི་རྩིས་རྒྱག་པའི་འདི་དཔེ་ཐབས་འདུག།

ད་དེ་དང་ཨ་མདའ་ངས་ཅིག་འདི་ཡང། བསྟན་བཅོས་ཤིག་ལ་སྙམ་དུ་འདུག་བསྟན་བཅོས་ཤིག་ལ་ཐད་ཀར་རྒྱང་བསྲིངས། ད་ངོ་དེབ་ནང་ལོགས་ལའི། བོད་ནི་གསར་དུ་སྦྱོར་བྱེད་མཁན་མང་པོ་ཡོད་རེད་ངའི་ངོ་དེབ་ནང་ལོགས་ལའི་མང་པོ་ཡོད། རྣམ་པ་ཚོ་ལ་ང་གཉིས་ནི་འདི་གམ་ཅིག་གིས། ལུག་ཁྱུ་སྨད་པ་དང་འདི་འདྲས་གལ་མེད། སོང་ཙང་རྣམ་པ་ཚོ་ལ་དྲི་བ་རང་ཡིན། ཨ་ནི། དེ་ནང་ལོགས་ལ་ཟུར་དུ། ལན་བསྐྱོན་བྱ་རོགས་ཅི། ཨ་མདའ་དོ་བདག་འདིས་གིས་འདིས་ཅིག་གསུངས་བསྡད་ཀྱི་འདུག། ཁོ་རང་གིས་མིག་སྔས་བོས་ཀྱི་འདུག་ཨ་མདོ་རེད་སངས་རྒྱས་སྐྱབས་རེད། བྱས་རྗེས་ཨ་མདའ་ཡང་ང་ཚོ་ཀ་ན་ཀྲ་ཡོད་བཞག་ངས་ཨ་མདོ་སངས་རྒྱས་སྐྱབས་འདི་གསུངས་མི་འདུག་ད་ཡང་ཨ་སངས་རྒྱས་སྐྱབས་གཞན་པ་ཅིག་ཡོད་ས་རེད། ཨ་ཁོ་རང་འདྲ་བོ་ཅིག་གིས་སངས་རྒྱས་སྐྱབས་ངས་མ་ཕྱི་དྲིལ་གྱི་ལས་བྱེད་ཅིག་རེད་ཕྱི་དྲིལ་གྱི་ལས་བྱེད་ཅིག་འདུག་ཁོ་རང་མཉམ་དུ་སྐད་ཅིག་བཤད་རྒྱུ་བྱུང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་བར་དུ་བོད་ནང་ལོགས་ལ་ཡོད་བཞེངས་བའི་བོད་མི་མང་ཆེ་ཡག་གི། བོད་རང་བཅས་རྒྱ་ནག་གི་འཕྲོག་བ་དང་བོད་རང་བཅས་ཤོར་བ་དང། རྐྱང་པོ་རུམ་བཅས་ཨ་ནེ། རྒྱབ་བསྐྱོད་ལ་མ་ཕེབས་བ་འདི་འདྲས་ཧ་གོ་རང་གོ་གི་མེད་ཚེ་ཚེ་གསུངས་བསྡད་ཀྱི་འདུག་འདི་བདེན་པ་རེད་དང་མ་རེད། ད་ང་ཉིད་ཀྱི་ངོ་དེབ་ནང་ལོགས་ལ་བོད་ནི་གསར་དུ་འབྱོར་བཞེངས་མང་པོ་ཅིག་ཡོད་འདུག་རྣམ་པ་ཚོ་གི་ལས་ནང་ལོ་ལོ་ཚན་གཅིག་བཀོད་ཤག་རུ་ཆེན་ཞུ་ཡ་ཡིན། འདི་དང་ང་གནད་འགག་ཆེ་ཤོས་གཅིག་ད་རིང་བསྟན་རྩིས་ཞིག་ལ་ངས་འདི་མཐོང་བསྡད་ཡོད་དུ་ར་བ། ང་ཚོ་ཆབ་སྲིད་ནང་ལོ་ལ་ག་རེ་ཡིན་ན་ཡོང་ཆོག་པ་རེ་ཡོང་ཆོག་གི་ཡོད་རེད། ད་ཡིན་ན་ཆབ་སྲིད་རེད་བྱས་རྗེས་ད་ལྟ་དོ་བདག་ཁོ་རང་གིས་བཀའ་མའི་མང་ཆ་སྐྱག་ངོ་རུམ་ཚེ་དང་སྦྲགས་བྱས་རྗེས་གཅིག་བྱས་ཡོང་འདུག་སྐྱག་ངོ་རུམ་ཚེ་ཉིས་སྟོང་ཉིས་ས་དྲུག་ནང་ལོ་ལ་བེད་སྤྱོད་བཏང་གི་ཡོད་བེད་སྤྱོད་བཏང་གི་ཡོད་པའི་སོ་རུ་མཐོང་ཡོང་གི་འདུག་འདི་ཞུ་དགོས་དེ་ཁོ་རང་གིས། སྐད་ཆ་གཅིག་ང་ལ་གར་ང་གཅིག་ཞུར་མ་ཐུབ་པ་གར་བྱུང་ཟླ་བ་ཡིན་ན། བ་སྐབས་བཅས་ལ། ཁྱོ་ག་དེ་ག་རང་གིས་སྐྱབས་མགོ་རུམ་བྱེད་ལ་ཡ་བརྟན་བཞུགས་བོད་དུ་སྐྱབས་མགོ་རུམ་བྱེད་ཀྱི། ཨ་ནི་ཁྱོད་རང་ཚོ་ད་ལྟ་བར་དུ་བོད་གཞུང་ལ་ཡ་འཕྲད་དུས་ཆེ་བོད་གཞུང་ལ་ཡ་ཁ་ལ་ཉན་པོ་ཆེ་ཆེ་ཡོང་བཞག་ངེད་ཀྱི་ཁྱོ་ག་གཅིག་ཡིན་དུས་ཙམ་པ་ད་རིང་གི་བརྟན་བཞུགས་འདི་གལ་ཆེན་པོ་ཞིབ་པོ་ཅིག་རེད་གཞན་དང་མ་འདྲ་བ་རེད་བྱས་ཆེ་བརྟན་བཞུགས་རུ་སྐྱབས་མགོ་རུམ་བྱེད་ཀྱི་སྐབས་ཕེབས་རེད་ས། ད་བཀའ་འདི་ལ་སྐྱབས་མགོན་རིན་ཆེན་བཀའ་ལ་མང་པོ་ཅིག་གི་ལྟ་སྲོལ་ཡོད་ལྟ་ས་ཡོད་རེད་རོ། ཡང་བཀའ་འདི་དེ་འདྲའི་གང་རུང་ལ་ལོག་ཆོས་གང་རུང་ལ་ཁྱེད་ཀྱིས་ཉེས་ཞུ་ཉེས་རྡུང་ཉེས་བཟའ་དྲུག་གི་འོས་བསྡུ་དང། ཨ་ནི་འདི་བྱས་ཆོ་ག་གི་ད་ལྟ་ཁྱེད་རང་གི་ཤེས་བ་ན་ཡོད་ཆོ་ག་གི་དེ་ཅིག་བྱས་ཡག་གི་བོད་ཕྱི་རོགས་སུ་བཏང་བས་ན་འདི་ངས་ཁེན་ཚགས་ཞུས་སུ་མཐོང་གི་འདུག་སོང་ཙང། ཡང་བསྟན་བྱའི་གཤིས་ལས་དང་ངག་ཉིད་ལས་མཁས་པ་འདི་འདྲས་ཀྱིས་སྐྱབས་མགོན་རིན་ཆེན་བཀའ་ལ་ཡང་འགྲེལ་བཤད་རྒྱབ་ཐུག་མཁན་ཡོད་པ་ཡིན་ན། ད་ལྟའི་སྐབས་ནང་ལོ་འགྲེལ་བཤད་རྒྱག་དགོས་ཡ་དེ་ལན་རྒྱག་དགོས་ཡ་དེ་གལ་ཆེན་པོ་མཐོང་གི་འདུག་མ་གཏོགས་གཞོན་སྐྱེས་མང་པོ་ཅིག་ཨ་ནི་དབྱིན་ཇི་སྐད་དང་མ་སོང་ན Brain Wash བྱོས་ཡ་གི་འབད་བརྩོན་བྱས་བྱས་ཕེད་བསྡད་གི་འདུག་ངས་དེ་འདྲའི་རོགས་སུ་མཐོང་གི་འདུག་བསྟན་འཛིན་ལ་ཤ་ཚ་ན་གང་འདྲའི་རོགས་དེ་ག་འདྲའི་རོགས་འཚོ་བ་ལས་གི་འདུག། དང་པོ་ལའོ་འདི་སྐོར་ལ་ང་ཞེ་དྲག་ཞེ་དྲག་འདི་མེད་རོ་སྤྱི་སྟངས་ཀྱི་ལྟ་འདི་སྐོར་ལ་ང་ཅིག Update ལའོ་རོ་འདི་གང་དམིགས་བསལ་མེད་རོ་ཡིན་ནས་སྤྱི་སྟངས་ཀྱི

བཀྲ་འདྲ་བོ་ཆགས་བསྡད་འདུག་བ། གོང་ས་མཆོག་ང་རང་ཚོ་ལ་བཀའ་དྲིན་ཆེན་པོ་རེད། གོང་ས་མཆོག་ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུ་ང་ཚོ་བོད་པ་ཚང་མས་ཀྱི་ད་འདི་ངོས་འཛིན་བྱེད་དགོས་བ་རེད་བ། འདི་ཡིན་དུས་ཙམ་པ་འདི་ཡིན་པ་དེ་ཧ་གོ་གི་ཡོད་དུས་ཙམ་པ་ལ་ཨ་ནི་ཨི་མོ་ཤོན་ལ་རྩེད་མོ་རྩེད།

ཁྱེད་ཀྱི་སྐྱིད་ལ་ལས་བྱས་ལྷག་བསམ་རྣམ་དག་གི་དྲང་པོ་དྲང་བཞག་ཅིག་ག་རེ་ཡིན་པ་འདི་ཤེས་ངེས་ཅིག་ཡིན་འདུག་རྩམ་པ་ད་ཁྱེད་གོང་དུ་ངེད་ཀྱིས་སྐད་ཆ་མང་བཤད་ཨ། ཁ་རི་ཁ་ཐུག་མ་བཤད་ཅེས་གོ་བ་ཐོག་ནས་བཤད་དགོས་ཨ་འདི། གང་ཟེར་ན་དོ་བདག་ཁོ་རང་གིས་ཨ་ནི་མིང་བོད་ཅེས་བཤད་ཀྱི་མེད་ཡིན་འདུག་རྩམ་པ་ངེད་ཀྱིས་ད་རིང་འདི་ནི་མ་མིང་བོད་ཅེས་བཤད་པ་ཡིན་ན་འདི་ཏག་ཏག་བསྡད་ཀྱི་མི་འདུག་བསམ་ས་རུ་དྲན་གྱི་འདུག་ཡིན་ན་ད་ང་ཚོ་སྤུ་ཀུ་ནི་མ་རེད་ང་ཚོ་ཡ་ལྐུགས་པ་ནི་མ་རེད་ཟེར་ཙང། སྐྱག་མགོ་རུམ་ཚེ་བོད་ནས་ཚུར་རྒྱ་གར་ལ་ཡར་གདན་འདྲེན་ཞུ་ཡ་དེ་ཆོལ་ཁ་བྱེ་བྲག་པ་གཅིག་གི་བྱེད་སྤྱད་གལ་མ་རེད། དེ་ནང་ལོགས་ལ། ལུག་རྒྱུ་བཏགས་པ་ཡིན་ན་ལུག་རྒྱུ་ནང་ལོགས་ལ། དེ་འདྲ་རེད་མི་འདུག་ཚ་བྱས་འདུག་བདེན་པ་རེད་ཁོ་རང་སྐད་ཆ་དེ་མ་རེད་ཟེར་མཁན་ཞུ་གི་མེད། རེད་བ། ད་དེ་ཁོ་རང་གི་ཞུ་ས་དེ། ད་ང་འདྲ་བོ་ཚོས་ཡིན་ན་ནོར་བ་མེད་པ་ཡིན་ན་ཆུ་བཞི་སྒང་དྲུག་ལ་ཡར་ཞུ་གི་ཡོད་རེད་བ། སོང་ཚེ་ཆུ་བཞི་སྒང་དྲུག་ཟེར་མཁན་དེ་ཚོགས་པ་གཅིག་ཡིན་འདུག་ཚངས་པ། ཚོགས་པ་དེ་གི་མིང་གཅིག་གི་ཡོད་ཚོགས་པ་དེ་ནང་ལོགས་ལ།

གར་ཟེར་བ་ཆུ་བཞི་སྒང་དྲུག་གི་དེ་འདྲའི་ཤུལ་རེད་ཟེར་ནས་ཧ་གོ་ཡ་འདི་ང་འདྲ་བོ་བྱས་ན་ང་དེ་ཡིན་འདྲ་བ་སོང་ཙང་ངེད་ཀྱི་རྡོག་རྡོག་ད་རིང་ངེད་ཀྱི་ཐད་ཀ་རྒྱང་སྲིང་ཟིང་ངེ་བསྟན་འཛིན་ཞི་ལགས་ཀྱི་ཐད་ཀ་རྒྱང་སྲིང་ཟིང་ངེ་ནང་ལ་དབུས་གཙང་ཡ་ཡོད་རེད་གདོད་མའི་ཡ་ཡོད་རེད་མང་པོ་ཡོད་རེད་ང་ཚོ་གིས་མཁྱེན་གོ་ཡ་འདི་ཆབ་སྲིད་ནང་ལ་ཡོང་དུས་རྩམ་པ་ང་ཚོ་ག་དུས་ཡིན་ན་རེད་བ་སྤྱི་ཚོགས་ལ་ཡ་ཕན་པ་གྱི་སྐད་ཆ་བཤད་གོ་དགོས་རེད་མ་གཏོགས་སྤྱི་ཚོགས་ལ་ཡོང་རྗེས་ཡ་གོ་བ་གོ་བ་གི་ཐོག་ནས་ཡ་ཚོགས་པ་གཞན་པ་ཚོ་དམའ་འབེབས་དང་ཡ། ནག་པོ་བཟོ་ཡག་གི་འབད་བརྩོན་ར་བ་བྱེད་པ་ནི་སྤྱི་ཚོགས་འཁྲུག་ཡག་རེད་མ་གཏོགས་སྤྱི་ཚོགས་འདི་གི་ཕན་ཐོག་གི་མ་རག་དེ་ཡིན་དུ་བརྩམས་པ་ད་ཡང་ངས་ཀྱི་དེ་ག་དུས་ཡིན་ན་ལབ་གི་ཡོད་རེད་བ་ཁ་སེ་རྒྱ་བོད་འབྲུག་གསུམ་ནང་ལ་ཡིན་ན་དེ་ག་རེད་ད་འདི་ཡིན་ན་ངས་ག་རེ་ལབ་གི་ཡོད་ལབ་ན་གང་ལྟ་ངོ་བོ་གཞན་པ་ཅིག་གི་ངོ་བོ་ན་ནི་དོན་དངོས་པོ་འདི་ཉིས་སྟོང་ཉིས་སོ་དྲུག་གི་འོས་བསྡུ་དེ་དང་སྦྲགས་བྱེད་ཁོ་རང་ཚོ་འདུག་ཕེད་དེ་ག་རེད་སོང་ཙང། སྙེ་མ་ང་ཚོ་ཨ་རི་ནང་ལོག་ལ།

སློབ་སྦྱོང་ཡོད་ངེས་འཛམ་བུ་གླིང་མཉམ་དུ་དཔུང་སྒྲིག་ཚེ་འགྲོ་ཐུབ་མཁན་མང་པོ་ཞིག་ཡོད་རེད། དེ་ཚོ་ལ་ཡང་མཐོང་ཆུང་འགྲོ་གི་འདུག་དེ་ཚོ་ལ་ཡང་གོ་སྐབས་སྤྲད་དགོས་ཀྱི་འདུག་ལྷག་པར་དུ་ང་ཚོ་སྤྱི་ཚོགས་ནང་ལོགས་ལ། ད་ལྟ་བར་དུ་ང་ཚོས་ཉིས་སྟོང་བཅུ་གཅིག་ནས་བཟུང་ད་བར་དུ་ཟིང་འདྲ་པོ་རང་བླངས་ཅིག་སླེབས་ཡོང་འདུག་བསམ་པ། ད་རིང་སྐབས་ནང་ལོགས་ལ་བུད་མེད་ཅིག་སླེབས་ཐུབ་པ་ཡིན་ན། ཕ་མ་གིས་ངོ་བོ་བྱས་ཚེ་ཟིང་དེ་བྱམས་འགྲོ་ས་རེད་བྱས་ཚེ་ངས་འཚོ་བ་འདི་ཤེས་ཀྱི་ཡོད། སོང་ཙང་བསྟན་འཇིགས་ཡེ་ཤེས་ལགས་ཀྱི་འཚོ་བ་ག་འདྲ་རོགས་ཞིག་སླེབས་ཀྱི་འདུག་ཉིས་སྟོང་གཉིས་ས་དྲུག་ནང་ལོགས་ལ།

བདག་ཉིས་སྟོང་བཅུ་དགུ་ནས་བཟུང་ནས་ང་ཚོ་ཚང་མ་ལོ་རྡོ་དང་གྲི་དང་མཁལ་མའི་མ་སོགས་བདག་བདག་གཉིས་ཀྱི་ད་ཙའི་ནོར་བུ་ཞུ་ཆ་དེ་ཡོད། དེ་རྗེས་ལས་བྱེད་ལ་དེ་ཨ་རག་རེད་བྱ། ད་ང་ཚོ་སྐབས་དང་དུས་ནང་ལོག་ལ་དེ་དུས་སུ་གྲོགས་ཅིག་ལས་ཀི་ཡོད་མེད་རྣམ་པ་ཚོ་ཁེངས་འགྲོ་གི་རེད། ངས་དེ་ཤེས་འགྲོ་བསྡད་གི་ཡོད། དེ་མ་གཏོགས་རྗེས་ཀྱི་ད་ལྟའི་སྐབས་ནང་ལོག་ང་ཚོ་སྤྱི་ཚོགས་ནང་ལོག་ལ། ཨ་ནི་རྒྱ་གར་ནང་ཤེས་བྱེད་ཚོས་སྔགས་བསྲེ་བསྲེ་ནས་སྔགས་བརྡུང་ནས་འགྲོ་བསྡད་པ་ཡིན་ན།

ཆོ་ག་འདི་གི་ག་རེ་བྱེད་ཡོད་རེད་ཆོ་ག་འདི་གི་ག་རེ་ཡག་ག་བྱེད་ཡོད་རེད་ཆོ་ག་འདི་གི་ག་རེ་སྡུག་ག་བྱེད་ཡོད་རེད་ལ་ནི་མི་འདུ་བས་འདི་སྐད་ཆ་བཤད་ཡ་འདི་ང་ཚོ་ད་ལྟ་དུས་ཚོད་མ་རེད་བསམ་དགོས་འདུག་རོགས་ཡ་དུས་ཚོད་ཡང། མཛའ་དྲག་པོ་མཛའ་དྲག་པོ་འདི་འདྲའི་ཆེད་ག་ལ་ཡིན་དུས་ཙམ་པ་ང་ཚོ་བོད་པ་ཆོ་ག་གསུམ་གྱི་རོགས་ནུས་པ་བཏོན་ནས་ང་ཚོ་ག་རེ་བྱེད་ཐུབ་ས་རེད་རྒྱལ་ཁབ་ཀྱི་ཆེད་དུ་ག་རེ་བྱེད་ཐུབ་ས་རེད་ང་རང་ཚོ་མ་འོངས་པའི་གི་སྲུང་སྐྱོབ་ཀྱི་ཆེད་དུ་ག་རེ་བྱེད་ཐུབ་ས་རེད་རོགས་ཡ་ང་རང་བརྒྱད། ཚོ་ཅིག་བོད་པ་ལ་ཡ་འདི་ཨ་ནི་ཅིག

དངོས་གནས་ཁོ་རང་ལོ་བདུན་ཅུ་བརྒྱད་ཅུ་ཅིག་གི་ནང་ལོགས་ལ་ང་ཚོ་བོད་པ་ལ་དཀའ་ངལ་ཞི་བོ་འཕྲད། ང་ཚོ་བོད་པ་མི་ཚང་མ་ལ་གནོད་ཡ་དེ་འདྲ་མི་འདོད་མི་གཅིག་གཅིག་ཁོ་ཚོ་གཅིག་གོ་སྐྱིད་བོ་ཆགས་རེད་ལ་ཡ་དེ་འདྲ་མིན་པ་བྱས་ཚང་མ་ལ་མི་འདོད་སྦྲུམ་རེ་རེ་བཤད་ཡ་ཡོད། དཀའ་ངལ་རབ་དང་རིམ་པ་མང་པོ་ཐུག་ཡོད། རོ། བདེ་འགྲོའི་གི་དཀའ་ངལ་ཅིག་གི་ནང་ལོག་ནས་ཨ་ནི། ཁ་ཤས་ཅིག་བསྒྲུགས་ནས་སྡུག་ག་ཁ་ཤས་ཅིག་ཚུར་བསྒྲུགས་ཡག་ག་ཁ་ཤས་ཅིག་ཚུར་བསྒྲུགས་ཨ་ནི་འདི། རྒྱ་དགྲ་བོད་དགྲ་བྱི་བ་ར་ཅིག་ཡིན་ན་འདི་སྦྲུམ་གང་ཚ་ཆག་གོ་མ་རོ་ཡ། དངོས་བོའི་གནས་སྟངས་ལ་རྒྱལ་བ་རིན་པོ་ཆེ

མཚམས་མཚམས་གནས་ཚུལ་དེ་སྦྲུམ་ཅིག་ཤེས་དུས་ཙམ་པ་སྦྲུམ་དེ་ཕར་བཞག་ཨ་ནི་ཕྱོགས་ཚང་མ་ནས་སྐོར་ར་བརྒྱབ་ནས་ཅིག་ལྟ་ནས་མི་འདོད་ཐག་རིང་པོ་ནས་ལྟ་བ་ར་ཅིག་ཡིན་ན་ང་ཚོ་ལ་ཡིག་རོགས out of the box thinking ལ་ཡིག་རོགས box གི་ཆུ་ལོག་ལ་བསྡད་ནས་བསམ་བློ་བཏང་གོ box ནང་ལོག་ལ་བསྡད་ན་ཁོ་གཞི་མ་དོ་ཡོ་མ་ར་འདི་མ་དོ་བསམ་བློ་སྐོར་ཡ་ཡོད་མ་ཡིན་ན་འདི་ཆུ་ལོག་ལ་བསྡད་ནས་བསམ་བློ་བཏང་ནས་ཐག་རིང་པོ་ནས་ལྟ་ནས bird view ལ་ན་འདྲ eagle view ལ་ན་འདྲ་ཐག་རིང་པོ་ནས་ལྟ་ནས་གནས་ཚུལ་ཚང་མ་ཅིག་རྟོགས་ཐུབ་ཡ་ལ་ང་ཚོ་ལ་དཀའ་ངལ་ག་རེ་འཕྲད་བསྡད་ཡོད་ར་ལ་ན་ཆོལ་ཁ་གསུམ་འདི་ལ་དཀའ་ངལ་ག་རེ་འཕྲད་ཨ་མདོ་ཤི་མ་ཤི་མྱངས་ཡོད། ཁམས་པ་དེ་བས་ཀྱང་མྱངས་ཡོད། རོ། ནས་ཉུང་ཤོས་དེ་མྱངས་ཡ་ཉུང་ཤོས་དེ་དབུས་གཙང་མྱངས་ཡོད་ཀ་དྲང་པོ་ལ། དེ་ཡིན་དུས་ཙམ་པ་ལ་རོ། དེ་ཡིན་དུས་ཙམ་པ་ལ་ཨ་མདོ་དང་ཁམས་གཉིས་ཀྱི་འཚོ་བ་ཇི་ཡོད་རོ། ཁོང་ཚོ་ལོ་བཅུ་རིང་ག་ལ་དམག་རྒྱབ་ནས་མི་སྐད་ལ་བཀག་རྒྱ་མི་བཀག་དེ་ཡས་ཀྱི་དུས་ཚོད་དེ་འུ་འདི་ཀྱི་མྱངས་ཡ་དེ་དབུས་གཙང་གི་མྱངས་ཡོད་མ་རེད།

དབུས་གཙང་པ་ཅིག་ཡིན་ནའི། ཁམས་དང་ཨ་མདོ་ལ་བསམ་བློ་བཏང་དུས་ཙམ་པོ་ཁོང་ཚོ་མི་དེ་ཚོ་དངོས་གནས་ཁོ་རང་མྱངས་ཡོད་བས་ཀྱི། རོ་ཨ་ཡ། འདི་ང་ཚོ་ཁས་ལེན་ཐུབ་འོར་མ་གཏོགས་འདི་ཁས་ལེན་མ་ཐུབ་ན། ཨ་ནི། ད་ག། ཨེ་འདི་བཤད་བསྡད་ན་ཨ་ནི། ཕ་ཆོས་འདི། སོ་སོ་གི་ཕ་མ་དང་ཚང་མ། འབེང་ལ་བཞག་ནས་བློས་བཏང་ནས་མིག་མདུན་ལ་མི་འདི་བས།

མི་འདུ་བའི་བསམ་བློ་བཏང་དང་ཁ་ཁ་ཅིག་བཏང་གོ་རོགས་ཁོང་ཚོ་དེ་འདྲའི་དྲོ་རྗེ་རུ་ཁོང་ཚོ་དཀའ་ངལ་མཐོང་མྱོང་ཡོད་མར་ང་ཚོ་ལ་ཡོད་བ་ཡ་ད་རི་ཁ་ས་སོ་སོ་པུ། དོན་ངེས་དོན་ཚོ་ད་དཀའ་ངལ་ཅེས་མཐོང་ཡོད་མར་ང་ཚོ་བ་ལས་སྐམ་པུ་ས་ཡིན་ལ་ཁོང་ཚོ་ཁ་ལ་ས་ལ་ནི་ཕག་ཡག་རི་ཡག་སེ་སྤྲད་ན་ཡང་ཁོང་ཚོ་ཟ་གོ་འོ་མར་འདི་ཨེ་འདུས་ཙམ་པ་ལ་ཁོང་ཚོས་གི་ག་རེ་མཐོང་གོ་འོ་མར་ང་ཚོ་གཉིས་མ་ཆུན་ཆུན་ག་ལ་བ་ལས་སྐམ་པུ་ས་འདི་གྱོ་དེ་མཐོང་གོ་འོ་མར་རོ་ཡ་དེ་འདྲའི།

ཨོ་ཡ། ནས་ང་ཡི་ད་ཐེ་ཁ་རྒྱལ་ཚེ་ཡུན་རིང་དྲག་སོང་ཁ་སང་ཡི་ཕྱིན་པ་ཡིན་ད་རེང་ཡི་ཕྱིན་ཡིན་པ། ཨ་འདའི་ནང་ལོག་ལ་ངས་ཡང་ད་ཐེ་ཅིག་ཞིག་ལ་མཉམ་དུ་སྐད་ཅིག་ཤེས་ཀི་ཤེས་ཀི་ལགས། ཕུན་ཚོགས་བཀྲ་ཤིས་ལགས་ཀྱིས་དྲི་བ་ཞིག་དྲིས་གནང་ཤག། ཨ་ནས་ཕུན་ཚོགས་བཀྲ་ཤིས་ལགས་ཨ་མདའ་ངས་ཐེ་ཁ་རྒྱང་སྲིད་དེ་མ་བཞག་བ་དང་ཨ་ནས་ཁྱེད་རང། ད་རེས་ངས་དུམ་བུ་གཉིས་བྱས་ཚེ་ཐད་ཀར་ཉག་གཅིག་ཅིག་ཕྱིན་བཞག་ཡོད། དེ་གཉིས་མགོ་ནས་གཞུ་གུ་བར་དུ་ཆ་ཚང་ཉན་པ་ཡིན་ན། ཁྱེད་རང་ལ་ཕན་ཚུན་འདྲ་ཤེས་ཀྱི་ཁྱེད་རང་ལ་ཡ། ལན་འདི་ཏག་ཏག་རག་འགྲོ་གི་རེད་བསམ་ས་རེད་ཅེས་དྲན་རྒྱུ་ཏག་རང་ཡིན་ཚར་རིང། ཚང་མ་ལོ་དགའ་ཤོག་སྤྲོ་ཤོག་སྐྱིད་ཤོག། ཨ་ནེ་བླ་མས་སྐྱབས། བོད་རྒྱལ་ལོ་བོད་རྒྱལ་ལོ་བོད་རྒྱལ་ལོ།